གཞན་ཕན་རྟག་ཏུ་བསྒོམ་པ་ནི་སྤྱིར་བྱམས་སྙིང་རྗེ་བྱང་ཆུབ་སེམས་བསྐྱེད་བསྟེན་ནས་གཞན་ལ་ཕན་པ་དུས་རྟག་ཏུ་བསྒོམ་པ་ཡིན། དེ་བསྒོམ་པ་ཡིན། བླ་མ་ཚེ་འདིར་གར་བཞུགས་པ། དེ་ནས་བླ་མ་ཚེ་ཉིད་དང་ལྡན་པ་གར་བཞུགས་པ། ཚེ་འདིར་གྲུབ་ན་སངས་རྒྱས་ཐོབ། ད་ཚེ་འདིར་གྲུབ་པ་ཉམས་ལེན་བྱས་ན་ད་སངས་རྒྱས་ཐོབ་པོ་རེད། ཅུང་ཟད་ཡེ་ཤེས་ལྔ་རྙེད་པར་བྱས། སྣང་བ་སེམས་སུ་ཤེས་པར་བྱས། དེ་ནས་བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས། རྟག་ཏུ་གོམས་པར་བྱེད། འདི་ནི་རང་གི་རྟེན་གསལ་བླ་མ་མཚན་ཉིད་དང་ལྡན་པར་བྱེད། ད་དེ་འདྲའི་གི་འགྲམ་ལ་དད་པ་ཡིན་ན་དེ་ནི་ཚེ་འདིར་བསྒྲུབས་ན་སངས་རྒྱས་ཐོབ་པོ་རེད་གསུངས་སངས་རྒྱས་ཐོབ། ཡང་དང་ཡང་དུ་བཀའ་སྩལ་གསུང་ཞེས་སོགས་ཡང་རིན་ཆེན་ཐེམ་སྐས་ལས་གསུངས་འདུག། རིན་ཆེན་ཐེམ་སྐས་ལས། ཨོ་ད་ང་ཚོ་རིགས་དྲུག་སེམས་ཅན་ཕ་མ་ལ། སྙིང་རྗེ་ཚད་གསུམ་མེད་པར་གོམས། ཨ་ཐ་ཞེས་འཚོང་བ་དེ་རེད། རིགས་དྲུག་གི་སེམས་ཅན་ཐམས་ཅད་ལ་སྙིང་རྗེ་དེ་ནི་ཚད་ཚོད་བཟུང་མེད་པར་གོམས། སྙིང་རྗེ་མཐའ་མེད་པར་གོམས་གསུངས་པ་རེད་གོམས། རང་སེམས་སྐྱ་བ་མེད་པར་དང་རྒྱུན་ཆད་མེད་པར་གོམས་ན་ནི་རང་གི་སེམས་གང་དུ་ཡོད་རྙེད་གི་མ་རེད། སྐྱེ་བ་མེད་པ་རེད། དེའི་སྐྱེ་བ་མེད་པའི་སེམས་དེ་དེ་ནི་རྒྱུན་ཆད་མེད་པར་ཉམས་ལེན་བྱས་ནས་དེ་ནི་བསྒོམ་པ་དེ་གོམས་སོང་ན་བསྒོམ་པ་མཐར་ཕྱིན་པ་དེ་རེད་བསྒོམས་ན་ནི། འདི་ཡིན་འདི་མིན་སྤང་བླང་བྲལ། དེ་ནི་ཆོས་འཁོར་བ་སྤང་བྱ་མྱང་འདས་བསྒྲུབ་བྱ་དང་མ་གྲུབ་པ་ཡིན་པ་རེད། འཁོར་བའི་རང་བཞིན་སྟོང་པ་ཉིད་དེ་མྱང་འདས་རེད། དེ་ཡིན་དུས་ཀྱང་མྱང་འདས་ཟུར་དུ་བསྒྲུབ་རྒྱུ་མེད་པ། དོན་དུ་འདི་ཡིན་འདི་མིན་སྤང་བླང་བྲལ། ཐམས་ཅད་ཆོས་སྐུར་འདུག་པ་ལ། འཁོར་འདས་ཐམས་ཅད་ཆོས་སྐུའི་རང་བཞིན་རེད། སྟོང་པ་ཉིད་ཀྱི་རང་བཞིན་རེད་འདུག་པ་ལ། རེ་དོགས་མཚན་མ་རང་སར་གྲོལ་ཐོབ་དེ་ནི། མྱང་འདས་ཐོབ་ན་བསམ་པའི་གྱི་རེ་བ་དང། འཁོར་བ་ནི་ཐར་ན་བསམ་པའི་གྱི་དེ་ནི། འདི་འདྲའི་གྱི་དོགས་པ་རེད། འཁོར་བ་ལ་ལྷུང་རུང་བསམ་པའི་གྱི་དོགས་པ། མྱང་འདས་ཐོབ་ན་བསམ་པའི་རེ་བ། དེ་འདྲའི་རེ་དོགས་ཀྱི་མཚན་མ་རང་སར་གྲོལ་བར་གསུང་བ་དང། གང་དང་འགྲོགས་ཀྱང་ཡི་དམ་ལྷ། ཅེས་སེམས་ཅན་སུ་དང་སུར་འགྲོགས་ན་ཡང་ཐམས་ཅད་ཡི་དམ་ལྷ་ཡི་རང་བཞིན། ཡི་དམ་གྱི་ལྷ། གང་འདུག་ཐམས་ཅད་གཞལ་ཡས་ཁང། རང་གི་དད་སེལ་ས་བཅག་ཐམས་ཅད་གཞལ་ཡས་ཁང། ཁོ་ཡག་སྡུག་ག་ཡོད་མ་ཤེས་གང། འཁོར་འདས་ཐམས་ཅད་རང་གི་སེམས། འཁོར་བ་དང་མྱ་ངན་ལས་འདས་པ་དེ་རང་གི་སེམས། སེམས་ཉིད་སྐྱེ་བ་མེད་པ་དེ། སྤྲོས་པ་སྤངས་པའི་དབེན་ནི། སེམས་ཉིད་སྐྱེ་བ་མེད་པའི་ངང་ལ་གནས་སོང་ན། སྤྲོས་པ་མེད་པའི་གནས་དེ་རེད་གསུང་བ་དང། ཟུར་དུ་སྤྲོས་པ་མེད་པའི་གནས་ཟེར་གྱི་ཚད་ག་ཡོད་མ་རེད་གསུང་བ་དང།

འཇིགས་སེ་ཟེར་དུག་ལྔའི་དང་བྲལ་བར་འདོད་པའི་བློ་དེ་ལ་འཇིགས་སེ། དེ་ནས་སྲིད་སེ་ཟེར་དུག་ལྔ་ཕུང་པོ་ལྔ་འཛིན་པར་ཞུགས་པ་ད་ལྟ་ང་ཚོ་ཕུང་པོ་ལྔ་དེ་ལ་འཛིན་པར་ཞུགས་པ་དེ་ལ་སྲིད་སེ། སྲིད་པའི་གེགས་སྲིད་པའི་གེགས་སྲེད་སོ་ད་དེ། ད་སྲིད་པ་སྲེད་པའི་གེགས་དེ་ནས་ད་སྲིད་པ་སྲེད་སོང་བ་ད་དེ་ནས་ནས་ཡང་དག་པ་ད་དེ་རེད་གསུང་བ་ཡིན། ཆོས་དབྱིངས་སྤྲོས་བྲལ་གྱི་ཕོ་བྲང་ན། ད་ནུ་དུག་ཚིག་དུག་དུག་པའི་གཟར་བུ་དུ་བ་འདི་འདྲ་རེ་བྱུང། ཅིག། འཁོར་བའི་གཉིས་མེད་ཉོན་མོངས་ཀྱི་སྐྱོན། འདི་ཀ་ཐམས་ཅད་བཤད་འོང་དུས་ག་འདྲ་ཞིག་ལོག། ཨ། དེའི་གནས་ལུགས་ཅིག་རྟོགས་འོང་དུས་ཀྱི་སེམས་ཀྱི་རང་བཞིན་གནས་ལུགས་རྟོགས་འདོད་ཕན་ཡོན་ག་འདྲ་ཞིག་བཤད་འོང་དུས། འཁོར་འདས་ལག་པའི་ལྟོ་རྒྱབ་ཟེར་སོང་བ་ལྟར། ང་ཚོས་བསད་པ་དེ་ཉིད་རང་བཞིན་གྱིས་མ་གྲུབ་པ་དེ་ཉིད་སྲིད་ཟད་གཟུང་བར་སྲིད་པ་ཟད་པའོ། དེ་འོ་དེ་ཀ་སྲིད་པ་ཟད་པའི་ཀ་དེ་ནི་ཆོས་ཀྱི་དབྱིངས་ཀྱི་ཆོས་ཀྱི་ཆོས་དབྱིངས་སྤྲོས་བྲལ་གྱི་ཕོ་བྲང་ན།

ཡོད་དུ་ང་ཚོ་འདི་རྩོམ་སྐྱེལ་མཁན་དུ་ཁ་ཚོད་དེ་རྩོམ་རྩོམ་དུ་དཔེ་ཡག་པོ་འདུག་བ་སྙན་ངག་གཟུགས་རྒྱན་དེ་དེ་ནི་དཔེ་རྒྱན་དེ་ནི་དཔེ་རྩོམ་ཡག་པོ་ཞིག་འདུག་བ་ཅུ་འཁོར་བའི་གི་དེ་ནི་འགྲོ་སྟངས་གི་རྩོམ་མྱང་འདས་ཀྱི་འགྲོ་སྟངས་ཀྱི་རྩོམ་བ་འདུག་དོ་སོ་འཁོར་འདས་རང་སེམས་བཀྲ་བ་ལ་དོ་བ་ལྷན་ཅིག་སྐྱེས་པའི་ལྟད་མོ་ལྟ་སོ་བ་ད། འཁོར་འདས་ཀྱི་དེ་ནི་རང་སེམས་དེ་ནི་ཅི། འཁོར་བའི་འགྲོ་ལུགས་འགྲོ་སྟངས་དེ་གའི་ཚང་མ་གཅིག་མཐོང་གི་ཡོད་རེད། མྱང་འདས་ཀྱི་འགྲོ་ལུགས་འགྲོ་སྟངས་དེ་གའི་གཅིག་གཅིག་མཐོང་གི་ཡོད་རེད། ད་དེ་ན་ལྷན་ཅིག་སྐྱེས་པའི་ཤེས་རབ་ཀྱི་མིག་གིས་ལྟད་མོ་བལྟ་གི་ཡོད་ལ། ལྷན་ཅིག་སྐྱེས་པའི་ལྟད་མོ་བལྟ། དྲན་པ་གྱུར་ན་ཕྱུགས། དྲན་པ་ན་ཕྱུགས་གསུམ་པ་ལ། འདི་ག་རེ་ན།

གནས་བཟང་ངན་དུ་རྟོགས་པ་ངོ་མཚར་ཆེ་ཟེར། དེ་ནི་གནས་བཟང་ངན་དུ་ཤེས་པ་དེ་ངོ་མཚར་ཆེན་པོ་རེད་དེ་ཡོད་མ་རེད་གསུངས་པ་རེད། དེ་ལ། འོན་ཀྱང་དམ་པ་ལ་སྐུར་བ་མི་འདག་པར། སངས་རྒྱས་དང་བྱང་ཆུབ་སེམས་དཔའ་བླ་མ་གོང་མ་རྣམས་ཀྱིས་དེ་ནི་གསུངས་ལ་དྭངས་མ་ལ་སྐུར་བ་མི་འདམ་འོན་ཀྱང་དམ་པ་ལ་སྐུར་བ་མི་འདག་པར། རྟོགས་པ་དང་མཚན་འཛིན་ཡོད་ཀྱི་པར། རང་ལ་རྣམ་རྟོག་ཅེས་ཡག་སྡུག་ཡག་སྡུག་གི་རྣམ་པར་རྟོག་པ་ཡོད་པ། མཚན་མར་འཛིན་པ། ཕྱི་གཟུང་བ་ཡོད་ནང་འཛིན་པའི་སེམས་ལ་མཚན་འཛིན་བློ་ཡོད་པ། ར་བ་མཚན་འཛིན། རྟོག་པ་དང་མཚན་འཛིན་ཡོད་ཀྱི་བར། གནས་ལེགས་དང་མ་ལེགས་སུ་འཛིན་པ་ཡོད་དོ། དེ་ནི་དེ་འདྲའི་ས་ཆ་བསྟན་དུས་གང་ལ་ཆོས་ཀྱི་གནས་ལུགས་དེ་མ་རྟོགས་པའི་གང་ལ། ཟེར་ས་ཙམ་དེ་ཡག་འདི་འདུག་ཟེར་དེ་འདྲའི་གི་རྣམ་རྟོག་གི་ད་ཁྱད་པར་དེ་ཡོག་རེད་གསུང་བ་རེད། དེ་འདྲའི་གི་བླང་དོར་གི་འགྲོ་སྟངས་དེ་ཡོག་རེད་གསུང་བ་རེད། རྟོག་པ་དང་ཚད་འཛིན་རྟོག་པ་དང་ཚད་འཛིན་ཡོད་ཀྱི་བར་དུ་རྣམ་རྟོག་དང་ཚད་མར་འཛིན་པ་ཡོད་ཀྱི་བར་གནས་ལེགས་པ་དང་མ་ལེགས་སུ་འཛིན་པ་ཡོད། སྙིང་ནས་འཇིག་རྟེན་མདོར་གྱུར་ཅིག་ད་དེ་འདྲ་ཡིན་དུས་གང་ན་སྙིང་ནས་འཇིག་རྟེན་མདོར་གྱུར་ཟེར་ན་སྙིང་ནས་འཁོར་བ་མཐའ་དག་ལ། ལ་དེ་ནི་ངེས་འབྱུང་གི་བློ་སྐྱེས་ནས་འཁོར་བ་མཐའ་དག་བར་འདོར་བ། དེ་འདྲའི་གི་དེ་ནི་བློ་སྐྱེས་ནས་འདོར་འགྱུར་ཅིག་སོ། བྱམས་དང་སྙིང་རྗེའི་བདུད་རྩིའི་ཆུས། དེ་ནི་སེམས་ཅན་ཐམས་ཅད་ལ་བྱམས་པ་དང་སྙིང་རྗེ་གི་དེ་ནི་མཉམ་མེད་ཅན་ནི་བདུད་རྩི་གི་ཆུ། བདུད་རྩིའི་ཆུ་ལམ་རྒྱུད་ལྔ་ཡི་སྡུག་བསྔལ་ཟས་སུ་འདུ་བ། འཁོར་བ་འགྲོ་བ་རིགས་དྲུག། ལམ་རྒྱུས་མངའ་བཟོད་པའོ་དེ་དག་གི་ལམ་རྒྱུས་མངའ་ཡང་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དུ་བག་བསལ་བས་དེ་ནི་ཚངས་པ་དང་སྙིང་རྗེ་སྒོམས། སྡུག་བསྔལ་བསལ། སྙམ་པའི་བསམ་པ་རྒྱ་ཆེ་དུ་བ་དེ་འདྲའི་བསམ་པ་རྒྱ་ཆེན་པོ་མཉམ་མེད་ཅན་ནི་སྡུག་བསྔལ་བསལ་བའི་རིགས་དེ་ནི་མཉམ་པའི་བསམ་པ་རྒྱ་ཆེ་དག་རྒྱུན་ཆད་མེད་པར་སྐྱེས་སམ་ན་རང་གི་རྒྱུད་ལ་བྱམས་སྙིང་རྗེ་རྒྱུན་མ་ཆད་པ་དག་སྐྱེ་དགོས་པའི་བར་རེད། འདི་གང་དུ་གྱུར་འདུག་ད་ལྟ་ང་ཚོ་འདི་ཤེས་དགོས་བ་རེད། དངོས་གནས་བྱས་ན་ང་ཚོ་ཉམས་ལེན་བྱེད་འགྲོ་དགོས་བ་འདུག་ཟེར། སྐྱབས་སུ་སྦྱངས་པ་སྒོམ་ཤོག།

ཚུལ་ཁྲིམས་གཙང་བར་སེམས་ཅན་ཐམས་ཅད་བདེ་བ་དང་བདེ་སྣང་ཅི་མ་རུང་ལྡན་པར་ཤོག་བསམ་པའི་དོན་ནི་བྱམས་པའི་གི་ཉམས་ལེན་སོང་བ་རེད། སེམས་ཅན་འབུ་སྲིན་ཡན་ཆད་བདེ་བ་འདོད་གི་ཡོད་རེད་བསམ་པ་ཆེ་བ། རང་གི་བདེ་བ་ལ་དཔེ་བཞག།

མི་སྐྱ་ཕོ་མོ་སུ་ཡིན་ན་དེ་མཉམ་ལས་དེ་གོ་དགོས་ཡག་རེད་འདུག་ཐུགས་བསུ་མཉམ་ལས་བྱེད་དང་དེ་བྱེད་དེ་གང་ལ་སེམས་དེ་དེ་སེམས་ཆགས་གི་རེད་རང་གི་སེམས་དེ་ཨོ་དེ་བྱམས་པ་དགོན་པའི་འབྲས་བུ་རེད

འདི་ན་ཅི་མ་རུང་བསམ་པ་དང། བདེ་བའི་རྒྱུ་དགེ་བ་འདི་གྲུབ་ན་ཅི་མ་རུང་བསམ་པ། ང་རང་ཡང་བདེ་བའི་རྒྱུ་དགེ་བ་འདི་གྲུབ་བསམ་པའི་བསམ་བློ་དེ་ཁེར་ཉམས་ལེན་དུ་སྣང་དང། ཨེ་ཡ་འོ་དེ་འདི་ཉམས་ལེན་དུ་སྣང་གི་རེད་ཅེས་སོང་ང། འདི་ག་ལ། ད་ད་ད་ད་ག་བ་ལས་སོ་སྙིང་ནས་འཇིག་རྟེན་འདི་ག་ལ་གནས་གསང་དུ་གཏོགས་ལ་ངོ་མཚར་བ་ལྟ་བདེན་མ་ཡིན་ཟེར་ད་འདི་ག་ལ། ཐབས་ཤེས་རབ་གཉིས་ཀྱི་དགའ་དད་དེ་ཚོ་བསོད་ནམས་བསགས་པའི་ཞོན་ནས་འགྲོ། རིག་སྟོང་དབྱེར་མེད་ཀྱི་ཁང་བཟང་དུ། འཆི་བ་མེད་པར་སྡོད་ཙམ་ན་གནས་བཟང་ངན་རྟོགས་པ་ངོ་མཚར་ཆེ། འོན་ཀྱང་དམ་པ་ལ་སྐུར་བ་མི་འདབ། རྟོགས་པ་དང་ཚིག་འཛིན་ཡོད་ཀྱི་བར། གནས་ལེགས་པ་དང་མ་ལེགས་པ་ཡོད་རེད། གནས་ལེགས་དང་མ་ལེགས་སུ་འཛིན་པ་ཡོད། བསྙེན་གནས་འཇིག་རྟེན་མདོར་གྱུར་ཅུང་ཟད་འགྲོ་བ་དག་འདིར་བྱམས་དང་སྙིང་རྗེའི་བདུད་རྩིའི་ཆུས། ལམ་བརྒྱུད་ལྔ་ལམ་བརྒྱུད་ལྔ་ཡི་སྡུག་བསྔལ་བསལ། སྙམ་པའི་བསམ་པ་རྒྱ་ཆེར་དག་འདིར་བཏང། རྒྱུན་ཆད་མེད་པར་བསྐྱེད་ཚང་བསླུ་བ། རྒྱུན་ཆད་མེད་པར་དག་རང་གི་སེམས་ལ་བྱིན། ཉམས་ལེན་བྱེད་དགོས་རིགས་ཁྱོད་གཟུང་བ། དེ་ང་ཚོ་ཐམས་ཅད་བྱེད་དགོས་རིགས་ང་ཚོའི་ལས་འགན་རེད་གཟུང་བ། ག་རེ་ཟེར་ན་ང་ཚོ་བདེ་བ་འདོད་པ་རེད། བྱམས་པ་གཞན་ལ་བསྒོམས་ནས་འབྲས་བུ་རང་ལ་ཡོང་བ་རེད། བདེ་བ་རང་གིས་ཐོབ་པ་རེད། སེམས་ཅན་ཐམས་ཅད་བདེ་བ་ལྡན་པར་ཤོག། ཟེར་ཏེ་སྨོན་ལམ་དེ་བསྐྱབས། དེ་སེམས་དེ་བསྒོམས་ན། རྒྱུ་རང་གིས་འགྲུབ་གི་ཡོད་རེད། འབྲས་བུ་དེ་རང་ལ་ཡོང་གི་ཡོད་རེད། དེ་རེད། རྒྱུན་ཆད་མེད་པར་སྐྱེས་ཙམ་ན་རང་སེམས་གཉུག་མ་གོམས་བྱས་པས་གནས་ངན་ཐམས་ཅད་བཟང་པོར་གྱུར་ཏོ། ད་དེ་འདྲའི་སྐུ་ན་རང་སེམས་གཉུག་མ་ཕྱག་རྒྱ་ཆེན་པོའི་གནས་ལུགས་དུ་རྟོགས་ཐུབ་པ་རེད་གསུངས་པ་རེད། གང་ན་སེམས་ཅན་ཐམས་ཅད་བདེ་བར་འདོད་པའི་བློ་དེ་སྐྱེས་སོང་ན། ད་དེ་ལ་བླང་དོར་ཡོད་མ་རེད། གཉུག་མ་དེ་རེད། དེ་སེམས་དེ་ཉོན་མོངས་མེད་པའི་སེམས་རེད། ཉོན་མོངས་མེད་པའི་སེམས་དེ་གཉུག་མ་རེད། འོ་དེ་གནད་འགག་དེ་ཤེས་དགོས་རེད། རང་སེམས་གཉུག་མ་གོམས་པས་གོམས་བྱས་པས། གནས་ངན་ཐམས་ཅད་བཟང་པོར་གྱུར་ཏོ། དེ་ནས་གནས་ངན་པ་ཐམས་ཅད་བཟང་པོ་ཆགས་འགྲོ་གོ་རེད་བཟང་པོར་གྱུར། ལྟས་ངན། ལྟས་ངན། བཀྲ་ཤིས་གཡང་དུ་ལོག། ལྟས་ངན་གཡང་དུ་ལེན་ས་དག་དེ་རེད། འགལ་རྐྱེན་ཐམས་ཅད་གྲོགས་སུ་འཆར། ཨོ། ང་ཚོ་བློ་སྦྱོང་ནང་ལ་ཡོད་རེད་དེ་ནི་ལྟས་ངན་གཡང་དུ་ལེན་སོགས་དེ་རེད། བཀྲ་ཤིས། ལྟས་ངན་བཀྲ་ཤིས་གཡང་དུ་ལོན། རྣལ་འབྱོར་ཡིད་དང་མཐུན་པ་ཡི། བླ་མ་མཚན་དེ་བཞུགས་པའི་ས། དེ་ནི་རྣལ་འབྱོར་པ་ཡིད་དང་མཐུན་པ། བློ་དང་མཐུན་པ། ཆོས་དང་མཐུན་པ། ཨོ། བླ་མ་མཚན་དེ་བཞུགས་པའི་ས་ད་ལྟ་དེ་རེད། སྒྲུབ་པ་བྱེད་པའི་གནས་མཆོག་ད་དེ། སྒྲུབ་པ་རྗེས་སུ་གནས་མཆོག་ཏུ་གྱུར་པ་ལྟ་དེ་ཡིན་ཞེས་སོགས། ད་དེ་ནས་འདིའི་སྐབས་སུ་རིན་ཆེན་སྒྲོན་མ་ནས་སུ་ཡང། དུས་ད་ལྟའི་དུས་སུ་སྙིགས་མ་ལྔ་ནི་བཟློག་སོ། སྙིགས་མ་ལྔ་བཟློག་ག་ཚོད་ཆེ་སོང་ང། སྙིགས་མ་ལྔ་བཟློག་ཚེ་ཚེ་སྙིགས་མ། ཉོན་མོངས་སྙིགས་མ་ཚེ་སྙིགས་མ་བཟློག་ག་ད་ང་ཚོ་ཚེ་ལ་དཔལ་འབར་ཆེན་མོ་མི་འདུག་ག། ཚེ་འདི་ལ་དེ་ནས་ཅི་ཤི་ཆོག་ཆོག་ན་ཆོག་ཆོག་ཕལ་བར་བྱ་མ་དགོས་ཡག་རེད། དེ་ནི་ཚེ་རྙིང་མ། དེ་ནི་ཉོན་མོངས་རྙིང་མ་སྟེ་ང་ཚོ་ཉོན་མོངས་ཤུགས་ཆེན་པོ་རེད། འདོད་ཆགས་ནི་འདོད་ཆགས་ཤུགས་ཆེན་པོ་ཞེ་སྡང་ཤུགས་ཆེན་པོ་ང་རྒྱལ་ཕྲག་དོག་གཏི་མུག་ཤུགས་ཆེན་པོ་འདུག་ཨ། དེ་ལ་ཉོན་མོངས་སྙིགས་མ་སྙིགས་མ་སྙིགས་དོ་སྙིགས་མ་ཟེར་བ་རོ་དོ་ཟེར་བ་རེད། སྙིགས་མ་རོ་དོ་སྦ་ཆ་ཟེར་བ་སྣུམ་བཙེ་བའི་རོ་དེ་ལ་སྦ་ཆ་ཟེར་བ་རེད། རོ་དོ་སྙིགས་མ་འོ་ད་དེ་དེ་འདྲ་ལ་དེ་ནི་ཚེ་སྙིགས་མ་ཉོན་མོངས་སྙིགས་མ་དེ་ནི་སེམས་ཅན་སྙིགས་མ་སེམས་ཅན་དེ་དག་ཐམས་ཅད་དག་བྱེ་བའི་ཉོན་མོངས་གང་དྲན་རགས་པ་དོ་དེ་སོང་བ་རེད། དེ་ནི་བདུད་སྙིགས་མ།

ཁྱུང་ཞལ་མོ་ཁྱུང་ཞེས་བཞེད་དགའ་བར་བྱ། བསྟན་དོན་སེམས་ཅན་སྡུག་བསྔལ་དོན་ཨ་ཙི། ཅེས་གླང་དང་འོ་ནག་མ་བསྲེགས་ལ་བསམ། སྟག་ཁོག་ཉི་མ་དུ་བྷེར་དུ་བཀག་ལ་མགྲོན་ཁང་བཅས་ལ་མགྲོན་པོ་མང་པོ་གདན་ས་བཅས་ལ་ཁང་པའི་ཟུར་བཅས་ལ་བཞུགས་གདན་ས་རེད། ཁོང་ལ་དངོས་གཞས་ས་རེད།

དེ་མི་རྟག་པ་གོང་འཕོ་ཁོག་དང། ང་ཚོས་ཅི་ཞིག་ལ་རང་དབང་ནི་མ་ཐོབ་འདུག་ཨ། ལང་ཚོ་བདག་ལ་བབས་པ་རྣམས་ཀྱང་དེ་ནས་མེ་ཏོག་རྒྱས་པ་ནི་དྲག་འདུག་ད་ལྟ་ང་ཚོ་ལོ་གཞོན་གཞོན། ལོ་ཉི་ཤུ། ཟླ་ཉི་ཤུ་ནང། བཅོ་བརྒྱད་བཅུ་དགུ་ཉི་ཤུ་ནང་སུམ་ཅུ་ནང་ལོ་གཞོན་གཞོན་རེད། ཅེས་མེ་ཏོག་རྒྱས་པ་ན་ཞེས་བྱ་རེ། གཅིག། ཆོས་མཆོག་རེ། བ་མེ་ཏོག་རྒྱས་པ་དེ། ང་དང་ང་ཚོ་མེ་ཏོག་དེ་བལྟས་དང། ཉི་མ་གཅིག་ཆུ་མེད་ན། ཁོ་གུམ་འགྲོ་འདུག་ཨ། དེ་འདྲ་རེ། ཉི་མ་ཚ་བོ་ཞིག་ཟིན་ན་ཁོ་གུམ་ཆོས་མཆོག་རེ། རླུང་ཚ་བོ་རྒྱས་ན་གུམ་ཆོས་མཆོག་རེ། དེ་ན་ཞེས་བྱ་རེ་མི་རྟག་པ། གཅིག། ཆོས་མཆོག་འདུག་ཨ། ལུས་སྦྱོང་ཞིག་ལ་དར་གོས་བྱུགས་ཙམ་ན་རྒྱུ་ཤེས་དང་བག་ཚ་ཡང་འཛོམས་པར་གདའ། ལང་ཚོར་སྟོན་ཀའི་མེ་ཏོག་ལ་བཀའ་བློ་རྩལ་དེ་འདུག་གམ་མི་འདུག་གསུངས་འདུག་བ། སྟོན་ཀའི་མེ་ཏོག་ན་ཤེས་རེད་ཙམ་མ་འཛོམས། དེ་རིང་མེ་ཏོག་ཕྲ་སྟེང་གོང་བུ་དེ་སད་རྒྱབ་ད་སང་ཉིན་ཡོང་མ་རེད། འབྱུང་བཞི། འབྱུང་བཞི་ལྟོས་པའི་སྒྱུ་ལུས་འདི། དུག་ཕྲུག་གི་ཚང་ནང་བཞིན་བཟུང་བ་རེད། ས་ཆུ་མེ་རླུང་འབྱུང་བ་བཞི་སྟེ། ཁྱོད་མི་མཐུན་པ་མི་མཐུན་པ་འབྱུང་བ་བཞི་སྟེ་མཉམ་དུ་གནས་བདེ་བར་བལྟ། ས་ལྕི་བ་རེད་རླུང་ཡང་བ་རེད། འདི་ནི་ཆུ་གྲང་བ་རེད་མེ་ཚ་བ་རེད། ད་དེ་མཉམ་དུ་གནས་བདེ་བར་བལྟ། དེ་འདྲའི་ཚིག་བསྟན་ཡོད་དོ། ཡོན་ཏན། བཟོ། ལང་ཚོ་དར་ལ་བབས་པ་རྣམས་ཀྱང་འདི་ནི་མེ་ཏོག་རྒྱས་པ་དང་འདྲ་སྟེ་བདུད་ཀྱིས་འཁྱགས་པའི་ཟིལ་གྱིས་ནོན་ཏོ་བ་བདུད་ཀྱིས་འཁྱགས་པ་ཟེར་ན་དགོངས་ཀ་རྣམས་དྲང་མོ་རྫོགས་སོང་ན་མེ་ཏོག་ཚང་མ་འཇིག་འགྲོ་གི་རེད་དེ་ནས་བཟུང་བདུད་ཀྱིས་འཁྱགས་པའི་ཟིལ་གྱིས་ནོན་པ་ལ་ཚེགས་མེད་ཨང། ཉེ་རིང་མ་ལུས་པ་ཐམས་ཅད་ཀྱང་ངོ། ཉེ་རིང་མ་ལུས་པ་ཐམས་ཅད་ཀྱང་ངོ་བསྲུང་ཞིང་རིང་དུ་འགྲོ།

ཚོ་མི་རྟག་པ་སྣ་ཚོགས་པས་གལ་ཆེན་པོ་རེད་ལོ་ཚོ། ཡོད་ཚད་ལམ་གཅིག་ལ་འཁོར་བ་ཟེར་དེ་ཁྱེད་འཁོར་དེ་ཁྱེད་འཁོར་རེད་ཁྱེད་ཚོ་ཨ། ལམ་གཅིག་ལ་འཁོར་བ་ཟེར་ག་ཟེར་ན། ཉན་ཐོས་ཀྱི་དགྲ་བཅོམ་པའི་འབྲས་བུ་ཐོབ་དགོས་བས་ན་རེད། རང་སངས་རྒྱས་ཀྱི་ས། འབྲས་བུ་དགྲ་བཅོམ་པ་ཐོབ་དགོས་བས་ན་རེད། བྱང་ཆུབ་སེམས་དཔའ་དེ་ནི་སངས་རྒྱས་ཀྱི་ས་ཐོབ་དགོས་བས་ན་ཐམས་ཅད་ལ་འཁོར་བ་ལོ་ཚོ་ཚང་མ། ཚོ་ལམ་གཅིག་ལ་འཁོར་བ་ཟེར་དེ་རེད། ཨོ་ཅེ། ངེད་ཅག་ངེད་རང་ཐམས་ཅད་དེ་ནི་ཐ་མ་ལ་ཉལ། ཐ་མལ་གྱི་རེད་མལ་གྱི་ཐ་མལ་ལ་ཉལ། ཟས་ཀྱི་ཐ་མ་ཆུ་ཐིགས་པ་གཅིག་འཐུང་བའི་གི་དུས་སུ་ད། ཁ་ཚང་བཟུང་བ་དང་སྐྱབས་དང་མགོན་ཆོས་མ་ཐོབ་པ་མིན། ཁ་ཚོན་ཡག་པོ་ཕྱེས་སོང་ཨ།

སྐྱོབ་མཁན་དེ་ཁྱོད་རེད་གསུངས་འདུག་ཨ། དཔེར་ན་ག་ཆེན་པོ་རེད། སྐྱབས་སུ་འགྲོ་ཚོད་སངས་རྒྱས་ཟེར་ན་ང་ཚོ་མཐར་ཐུག་འབྲས་བུ་ག་རེ་རེག་གི་ཡོད་རེད་སངས་རྒྱས་གོ་འཕང་ཐོབ་པར་བྱ། ཟེར་སངས་རྒྱས་ལ་སྐྱབས་སུ་འགྲོ་དགོས་ཨ་རེད། དངོས་གནས་ང་ཚོ་སྐྱབས་མཁན་དེ་ཁྱོད་རེད། ཨ། ང་ཚོའི་སེམས་ལ་ཉོན་མོངས་གཉེན་པོ་དེ། ཉོན་མོངས་པ་ལ་གཉེན་པོ་དེ་མ་རེད་ཉོན་མོངས་པ་གཉེན་པོ་དེ་ཁྱོད་རེད། ཨོ། བོད་འདི་གང་ན་ཆོས་མ་གཏོགས་མེད་ཟེར་བ། ནག་རྒྱག་དང་ང་ཚོ་ལྟ་ནག་རྒྱག། དུར་གཟན། མང་པོ་བསགས་ཀྱང་འདིར་ང་ཚོ་ལྕགས་ལ་བསགས་ནས་ན་དུས་ག་ལ་བསགས་ཡག་ཡིན་ཟེར་བ། ནག་རྒྱག་ཟེར་བ། ཤི་དུས་ག་ལ་རོ་སྐྱེ་ས་ཡིན་ཟེར་བ། རོ་བཀྲག་ཡག་ཡིན་ཟེར་བ། ང་ཚོ་པད་ཤག་བསགས་དགོས་ཡག་རེད།

ཆོས་གོམས་པ་མ་གཏོགས་སྡུག་བསྔལ་བསལ་བའི་མཐུ་མེད་དོ། ན་འདྲེ་རེ་སྐབས་སུ་ང་ཚོ་གཅིག་སེམས་ལྷོད་ཤིག་ཤིག་གཏད་ཐུབ་ཡ་དེ་ཆོས་མ་གཏོགས་ཡོད་མ་རེད་གསུང་བ་རེད། ཨོ། རང་གི་གྲོགས་མཛའ་ཞིག་གིས་བཟོ་ཐུབ་མ་རེད་གསུང་བ་རེད། ནགས་ཚལ་གྱི་ཆ་ཤས་དེ་གླན་ཐུབ་མ་རེད་ཁོང་ཚོས། ད་ཆོས་ཡོད་ན་དེ་སྡུག་བསྔལ་རྒྱ་མདོག་ཁེལ་ནས་ཨ། ཨོ་དེ་འདྲ་སྙམ་པའི་ཚེ་ན་འདི་ནི་ཆོས་ཀྱི་འཕེན་ཁེ་རེད་གསུང་ད། ཆོས་ཁོམ་པ་མ་གཏོགས་པ་སྡུག་བསྔལ་སེལ་བའི་ཐུགས་མེད། ཡིན་ཙང་ང་ཚོ་ཆོས་གཅིག་པུ་རེད་ཟེར་དེ་རེད།

འོ་དེ་ལྟ་བ་ལ་དང། ཆོས་བསྒོམ་པ་མ་གཏོགས་པར་སྡུག་བསྔལ་བསལ་བའི་ཐུགས་མེད། འཁོར་འདབ་དང་གྲོག་པོ་ལ་སོགས་པ་རྣམས་ཀྱི་ངོ། ནད་པས་སྨན་པས་ངོ་བསྲུང་བ་བཞིན་དུ་བྱས་ཀྱང་རོ། དང། རང་ལ་རོགས་པ་བྱེད་མཁན་གྱི་རོགས་པ་བྱེད་མཁན་མི་ཡོད་རེད། གཉེན་ཉེ་འབྲེལ་ཡོད་རེད།

ཨམ་ཅི་ལ་ཁས་ཆགས་ཡོག་མ་དེ་དུ་ག་ལ། ཡོན་ཏུ་ག་ལ་ལྟ། དེ་དུ་ག་འཁོར་འདབ། འཁོར་འདབ་དང་གྲོགས་པོ་ལ་སོགས་པ་རྣམས་ཀྱི་ངོ། ནད་པས་སྨན་པའི་ངོ་བཟུང་བ་བཞིན་དུ་བྱས་ཀྱང་ཚིག་མ་ལེགས་པར་བསྟན་ནས་ཀྱང། གྲོད་ཁོག་རས་པ་བཞིན་དུ་འགྲོ་བ་ལ་ཚེགས་མེད།

མ་འོ་དེ་འདྲ་ག་ལ་ཆོས་ཚུལ་ཞིག་ཏུ་གོམས་ན་འོ་དམ། དེ་ཚོ་ང་ཚོ་ཆོས་མ་བྱས་པའི་ལྟ་སྐྱོན་དེ་འདྲ་རེད་ཆོས་མ་བྱས་མིའི་ངོ་རྐྱང་རྐྱང་གསུངས་བསྡད་ན་རང་ལ་བདེ་སྐྱིད་ཡོང་གི་མ་རེད་གསུངས་བ་དེ་ལ་ཆོས་ཆོས་བྱམས་སྙིང་རྗེ་གོམས་བྱང་ཆུབ་སེམས་གོམས་ཕྱག་རྒྱ་ཆེན་པོའི་གོམས་ད་སུ་གང་ལ་བསྟོད་གི་མ་རེད་གསུངས་བ་རེད། རང་མགོ་མཐོང་བ་རང་མགོ་རང་གིས་མཐོང་བར་སོང་བ་རེད། དེ་ག་ཚོད་ང་ཚོ་ཆོས་སོང་བ་ཉོན་མོངས་བས་དེ་ལ་སྙོམས་པར་བསྟེན་བར་གཙོ་བོ་དེ་རེད། བྱམས་སྙིང་རྗེ་བྱང་ཆུབ་སེམས་གོམས་བྱས་དེ་དང། ཕྱག་རྒྱ་ཆེན་པོ་གོམས་བྱས་འདི་ང་ཚོས་ཉོན་མོངས་དེ་མེད་པ་བཟོ་དགོས་བ་རེད། ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་སྡང་ཚིག་མ་རིག་པ་དེ་ག་དེ་ག་དེ་མེད་པ་བཟོ་དགོས་བ་རེད།

ཐབས་དང་ཤེས་རབ་གཉིས་ཀྱི་རྩིས་བཟུང་ནས་ད་ང་ཚོ་འདི་ཉམས་ལེན་བྱེད་དགོས་པ་རེད། རང་གི་སེམས་ལ་ཡོད་པའི་ཉོན་མོངས་དེ་རང་གིས་ཁ་བརྡའི་ཆ་ནས་མེད་པ་བཟོ་མ་གཏོགས་ན་ཚུལ་མིན་སྟོང་པ་རྫོགས་པ་སངས་རྒྱས་ཕེབས་ནའང་ཁ་ཁ་ཡོད་སྣ་ཡོད་ཡོད་མ་རེད། ངས་ནི་ཁྱེད་ལ་ཐར་པའི་ལམ་སྟོན་གྱི་ཐར་པ་རང་ལ་རང་ལས་ཤེས་པར་གྱིས་གསུངས་འདུག་པ་དེས་ན་ང་ཚོ་སེམས་ཅན་ཐམས།